ཡིན་སྲིད་དེ་ཕན་ཐོགས་གང་ཡོད་མ་རེད་བ། ཅེས་འོ་དེ་གཞན་དང་མ་འདྲ་བ་ཅིག་གོ་གི་འདུག་ན། བླ་མ་དེ་ལྟ་བུ་ཞིག་གི་ཆས་སུ་འབྲངས་ནས་བླ་མ་དེའི་སྤྱོད་པ་དང་ཆས་སུ་འབྲངས་ད་དེ་ནི་གཞན་དང་མ་འདྲ་བ་ཆགས་ཀྱི་རེད་གསུངས་བ་དེ་རེད་འདུག་དེ་རེད་གསུངས་བ་དེ་ནི་གསུངས་བ་དེ་ན་དང་སུ་དང་ཡང་མི་འདྲ་བ་ཞིག་བྱས་པ་བྱས་པ་ལ་དང་ཡང། འདིར་གསུང་དང་མི་འདྲ་བ་ཅིག་གཞན་ལས་ལྷག་པ་ཅིག་བྱེད་དགོས་ཀྱི་འདུག་ན་གསང་བར་གདའ། གསུང་དང་ཡང་མི་འདྲ་བ་སྤྱོད་པ་ཞིག་དགོས་སོ། གསུང་དང་མི་འདྲ་བའི་སྤྱོད་པ་ཁྱད་པར་དུ་འཕགས་པ་ཞིག་གོ་དགོས་པ་རེད། དགོས་པ་ཡིན་པས་དེ་ནི་རྗེ་གོང་མ་ཡབ་སྲས་ཀྱིས་མཛད་པ་དང་མདོ་བ་རྣམ་ཐར་ལ་བལྟས་ཏེ་དེ་དག་གི་རྗེས་སུ་སློབ་པ་ལ་ནན་ཏན་དང་འབད་པ་མཛད་པར་ཞུའོ་གསུང་དང་ངས་འདི་འདྲའི་ད་ཤཱཀྱའི་གེགས་དེ་ནི་ད་ཅིག་བཙུན་པ་ཆེན་པོ་ཤཱཀྱའི་གེགས་དགེ་སྦྱོང་ཆེན་པོ་བསོད་སྙོམས་པ་རིན་ཆེན་བྱང་ཆུབ་ཀྱི་ད་ངས་ཁྱེད་རང་ཁྱེད་རང་ཚོ་ལ་འདི་འདྲའི་ངའི་ད་འབོད་ཚུལ་ཞུ་གི་ཡོད་ཞུ་བ་འཐེན་གི་ཡིན་གསུང་བར་དེས་རེད་ཧོ་བྱས། ཕྱག་ཆེན་ཚུལ་ཁྲིམས་ལས་ཀྱི་ཁྱད་པར་ཕྱེ་བའི་ཚུལ་ལྟར་སྣང་ཚུལ། སྣང་མཛད་བཞི་སྒྲོན་མའི་ནང་ལ་ཅིག་མཚུངས་པ་བཞི་དང་ལ་སོགས་པ་དེ་འདྲའི་གསུང་བཤད་བར་འདོད་བཞིན་ཡིན་ན་ད་འདི་ན་ལ་འགྲེལ་པ་དཔེ་ཡག་པོ་གསུངས་འདུག་ཨ་དེ་འདྲའི་ཐུགས་ལ་བཞག་བར་འདོད། པདྨ་སེ་བཀའ་དྲིན་ཆེན་པོ་རེད་མཁྱེན་སོང་ཨ། ད་ང་ཚོ་བར་སྐབས་དགོངས་གཅིག་ལ་དོ་སྣང་བྱེད་མཁན་ཡོད་མ་རེད་ལུང་ཙམ་ལུང་ཙམ་བྱེད་མི་ཐུབ་དོན་ཅི་ཡིན་དེ་འདྲའི་འཆད་ཉན་བྱེད་པ་ཡོད་མ་རེད། དེ་ནས་བླ་མ་འགོ་ལ་ཞུགས་མི་ཚོ་གོང་ཆེན་གཞུང་ཚོགས་ཚོ་མ་དད་སློབ་མ་ལ་མ་གསུང། དེ་སློབ་མ་ཚོ་དེ་ཅི་ཧ་གོ་ཅི་བླ་མས་འགོ་མ་དྲིས་ན་སློབ་མས་གི་དེ་ནི་བྱེད་ཐུབ་ཡ་ཡོད་མ་རེད། ད་དེ་འདྲའི་བྱེད་སྙམ་དགོས་ཞེ་བོ་ཕྱིན་པ་འདུག་བ་ང་ཚོ། པའི་དམངས་སྲོལ་ཉམས་རྒུད་ཕྱིན་པ་རེད། ནི། གཙོ་བོ་དེ་ནི་པའི་དག། ཅིག་དགོན་པའི་ནང་གི་དེ་ནི་ཅིག་སྟོང་སྒོ་དང་ལ་སོགས་པ་དེ་འདྲའི་ལ་མགོ་ཁོ། དེ་ནི་གུང་ཆེན་པར་གྱི་ན། བླ་མ་གྲྭ་པ་སུས་པར་གྱི་ན་འབྲི་གཡག་རེ་རེ་ཁོ་རེས་དེ་འབྲི་གཡག་སྟེགས་དུ་མ་ག་པ་ཡོད། དེ་ནི་དུ། ད་ཉམས་སོང་རེད་དུས་ཚོད་ང་ཚོ། ད་ནི་ད་ལྟ་ང་ཚོ་ད་གོ་སྐབས་ཡོད་རེད། ཨོ།

མཉམ་བཞག་ལས་ཡོན་ཏན་ཐམས་ཅད་འབྱུང་བ་ཡིན་གསུངས་ཏེ། དེ་ཡང་དེ་ནས་སེམས་ཅན་རྣམས་ལ་འཁོར་བར་འཁོར་བའི་རྩ་བ་བཏང་འཛིན་བདག་ཏུ་འཛིན་པ་ཡིན་ལ་ད་ལྟའི་ང་ཚོ་ལྟ་ག་དུས་ནས་ཚུལ་གསུངས་དེ་ལྟར་ང་ཚོ་འཁོར་བར་འཁོར་བའི་རྩ་བ་དེ་བཏང་འཛིན་ངང་ཟིན་ངེས་ཏེ། ཧྲཱི། ཐག་ཐག་ཅི་འདུག་ག། ཁྱོད་ཀྱིས་སྐྱོང་ཐག་ཆོད་བྱོས་པར་གོ་ཁྱོད། བ་ཁལ་ཁ་བོད་ད་ཇི་སྲིན་མི་ལ་སྐད་ཤོར་འགྲོ་ག་ཁྱོག་པོ་གྱོང་པོའི་གཤེད་དང་ཁྱོག་པོའི་ར་ལྐུག་ན་ལྐུག་ཙམ་བདག་ལ་དེ་རང་སེམས་གྱོང་པོ་འདི་ལ་ཁུག་དུས་མི་འདུག་གསུངས་འདུག་བ་ད་དེ་རེད་ཁྱིམ་ལས། ད་ལྟ་མ་ཡིག་ར་བཅུ་ཚོ་བཀུག་ན་ཁག་པོ་རེད་བ། ཡིན་ནའང་བཅུ་བཀུག་ན་བཀུག་ཐུབ་པོ་རེད་གསུང་བ་རེད། ང་ཚོའི་སེམས་བཏང་འཛིན་གྱི་ད་དུང་འཛིན་པའི་གྱི་སྐྱོང་པོ་དེ་དཔེ་ཁག་པོ་འདུག་བ། ཁོང་ཆུང་སྐྱོང་ཐག་ཆོད་ཁྱོང་ལ་ཁེལ་མི་འདུག་བ། ང་ཚོ་ང་ཚོ་ཡི་དྭགས་བྱེད་གི་འདུག་བ་ཁྱོང་གི། འོ་དེ་འདྲའི་རེད། ཁོ་ཚོས་འཁོར་བ་ཐོག་མ་མེད་པ་ནས་གོམས་འགྲོས་བཟུང་བ་དེའི་སྟོབས་ལས་བྱུང་བ་ཡི་རེད། དེ་རེད། འོ་དེ་བྱས། དང་ཚིག་དེ་ཡང་དེ་ནི་ཚིག་ཉིད་དང་ལྡན་པའི་བདག། བདག་ཏུ་འཛིན་པ་དེ་ཡང་ཚིག་ཉིད་དང་ལྡན་པའི་བླ་མའི་བྱིན་རླབས་ལས་བྱུང་བའི་རྟོག་པ་ཞིག་གིས་སྤོང་བ་དེ་དོ་བདག་ཚིག་ཉིད་ལྡན་པ་བླ་མ་དེ་དག་གི་ཡང་ཚིག་ཆེན་སོང་བ། དཔལ་སྐལ་ཆེན་པོ་རེ་ཤག། བླ་མ་ཚིག་ཉིད་དང་མི་ལྡན་ན་དངོས་གནས་ཉེན་ཁ་ཆེན་པོ་རེ་ཤག། ང་ཚོས་མིང་ཆེན་པོ་ཞིག་བཏགས། དེ་ནི་ཕྱིས་ཀྱི་སློབ་མ་མང་པོ་འཕྲོ་བརླག་ཕྱིན་པའི་ཐབས་སྐྱོ་བོ་རེད་ཤག་དེ་དེ་ཤེས་སོང་ཨ། བླ་མ་མཁན་མཁས་ངེས་ཐུབ་བ་དང་ཤེས་རབ་ཆེན་པོའི་ཞལ་ལྕེ་གཟུང་འཛིན་ཐུབ་པ་དེ་ཤེས་རབ་དེ་སྟོང་ཉིད་རྟོགས་པའི་ཤེས་རབ་ཕྱག་རྒྱ་ཆེན་པོའི་གནས་ལུགས་རྟོགས་པའི་ཤེས་རབ་འོ་དེ་ཆེ། སྙིང་རྗེ་གི་རང་གཟུགས་སེམས་ཅན་ཐམས་ཅད་ལ་དེ་ནས་གུས། ཐུགས་བརྩེ་བ་ཆེན་པོས་རྗེས་སུ་བཟུང་ཐུགས་ངལ། དེ་ནས་འཇིག་རྟེན་གྱི་གཏམ་སྙན་གྲགས་འབུལ་བ་ལ་སོགས་པ་ལ་ཆགས་པ་མེད་པ། གཞན་སློབ་མ་ཚོ་འབུལ་བ་ཟེར་དགོས་ང་འབུལ་བ་འབུལ་བ་རྒྱག་ངེས་སུ་ཡག་ག་འདོག་དེ་ལ་ཐུགས་བརྩེ་བ་ཆེ་འབུལ་བ་མི་ངེས་ཚང་མ་ད་ཁྱེད་རང་ཡོད་བ་མ་རེད་ཟེར། འོ་དེ་བྱེད་དུས་གང་ཐད་ཐབས་སྐྱོ་བོ་ཞིག་ཆགས་དགོས་པ་རེད། ཆོས་ཉམས་ལེན་ཚུལ་བཞིན་བྱེད་མཁན་དུ་ཚུར་བསྟེན་ནས། ཁོ་སེམས་པ་སྐྱོ་ནས་དེ་ཁོ་ན་ཁོ་ན་བར་ཁུག་ཀྱོག་དོན་འགྲུབ་བ་དང། དོན་འགྲུབ་ཀྱི་བསྟོད་པ་མེད་པ་ཅིག་དགོས་དགོས་བ་རེད། འོ་དེ། མཚན་ཉིད་ལྡན་པ། ཆོས་གསུམ་ལྡན་པ་རིན་པོ་ཆེ་སོགས་དེ་རེད། འོ་དེ་འདི་གང་ལ་བརྟེན་ནས་དམ་ཚིག་ལྡན་ཡང་མཚན་ཉིད་དང་ལྡན་པའི་བླ་མའི་བྱིན་རླབས་ལས་བྱུང་བ་ལ་བྱུང་བའི་རྟོགས་པ་ཞིག་གིས་སྤོང་བ་ཡིན་ཅེས། དེ་ལྟ་བུའི་རྟོགས་པ་དེ་ང་ལ་གནས་པ་དེ་ལ་བརྟེན་ནས་མཉམ་བཞག་ཟེར། བ་ལྟར་བསྡུ་བ། བླ་མའི་ངོ་སྤྲད་བཞེད་པ། བླ་མ་མཚན་ཉིད་དང་ལྡན་པ། བཀའ་དྲིན་ཆེ། དེའི་རྒྱུད་སྡེ་ངོ་སྤྲད་བཞེད་པའི་རྟགས་རང་ལ་ཡོད་པའི་རྟོགས་པ་འདི་ལྟར། རྒྱུན་བསྐྱངས་ནས། དེ་དང་མི་འབྲལ་བའི་ངང་ལ་གནས་པ་དེ་ལ་དེར་མཉམ་གཞག་ལ་གནས་ས་ད་དེ་རེད་ཅེས་སོང་ང། ད་དེ་དོན་དག་ཏུ་ངོས་བཟུང་སོང་ང། འོ་མཉམ་གཞག་ཟེར་ཟེར་ད། མཉམ་གཞག་དེ་ལས་སྣང་བའི་དོན་ན་ཉོན་མོངས་པ་དང་དེ་ནས་རྣམ་རྟོག་སྐྱེ་བ་དེ་ལ་ཇི་བཞིན། ཉམས་ཆག་དེ་ལས་ཚུར་འདང་མི་འདོད་གོང་ལ་དེ་ནས་རྣམ་རྟོག་འདྲ་མང་འདྲ་བཞག་དགོས་ཡོད་རེད། ཅེས་ཆོས་ཉམས་ལེན་ལ་བྱེད་ངེས་པའི་ཁྱད་པར་ཡོད་རེད། ཆོས་ཉམས་ལེན་མུ་མཐུད་ནས་བྱེད་ངེས་ཏེ་རྟོག་པ་སྐྱེ་ཁར་དེ་ཉོན་མོངས་ཤུགས་ཆེན་པོ་རང་བྱེད་ཀྱི་མ་རེད། ཅེས་རྟོག་པ་བལྟས་བལྟས་སྐྱེས་དེ་ནས་ཉམས་ཆག་ཞེ་དྲག་མེད་དེ་དེ་དེ་ཉོན་མོངས་ཚོར་དུ་སྐྱེ་གི་ཡོད་རེད། འདོད་ཆགས་ཞེ་སྡང་སྐྱེ་གི་ཡོད་རེད། དེ་ནས་ང་ཚོ་མཚམས་དེ་གྲྭ་བ་ལོག་འགྲོ་འདུག་ཨ་ད་དུག་སུ་ལོག་འགྲོ། ཅེས་གྲྭ་བ་སྐར་ཆེན་ལོག་གི་ཡོད་རེད།

ཆོས་ཀྱི་ཐོས་བསམ་གཞུང་ལུགས་རྟགས་ཆེན་པོ་ལ་དེ་འདྲའི་གེགས་དེ་ནི་སྤྲོས་པ་མེད་ཞེ་དྲག་སྤྲོས་པ་མེད་དེ་ངས་བླ་མེད་ཀྱི་དོན་དག་མན་ངག་ཉམས་ལེན་བྱས་དེ་ངས་ཚོགས་གཙོ་ལ་སྐུ་ཚེ་ལེགས་པར་ཟེར་དགོས་པ་རེད་འོ་དེ་ནི་སྐུ་ཚེ་ལེགས་པར་དེ་ནི་མཚན་གཅིག་འདུག་བ་མཉམ་བཞག་དེ་ནི་དེ་ནི་འོ་མཚན་གཅིག་མཉམ་བཞག་མཚན་གཅིག་པ་དེ་ནི་སྟོང་ཉིད་ཡིན་པས་སྐྱོན་དང་ཡོན་ཏན་གང་ཡང་སྒྲུབ་པར་མི་བྱེད་ལགས་དེ་ནི་དེའི་མཉམ་བཞག་དེ་སྐྱོན་དང་ཡོན་ཏན། སྐྱོན། དེ་སྤང་ཟེར་དེ་ཡོན་ཏན་དུ་སྒྲུབ་ཟེར་དེ་ཡོད་མ་རེད། སྐྱོན་དང་ཡོན་ཏན་གང་ཡང་སྒྲུབ་པར་མི་བྱེད་ལ། བྱེད་ཐུབ་དེ་དེ་ནི་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་གི་ཡོན་ཏན་རྣམས་སྒྲུབ་པར་བྱེད་པ་ཡིན། ཁོ་ཚོ་ད་བྱེད་ཐུབ་ལ་དཔེར་ན་དཔེ་ཆ་ལ་ཐོས་བསམ་བྱེད་ཡག་བ་ཚོགས་བསགས་ཡག་བྲིས་པ་བྱང་ཡག་ཚོ་ཚང་མ་ད་བྱེད་ཐུབ་རེད་གསུངས་པ་རེད། མི་འདུག་མཉམ་བཞག་དེ་གི་སྐྱོན་སྤོང་བ་ནི་ཡོན་ཏུ་གྲུབ་པ་ག་ཡོག་མ་རེད། དེ་འདྲའི་བཤད་ངན་ཡོག་རེད་མི་འདག་གོ། ད་དེའི་གི་གནད་འགག་དེ་གསུངས་འདུག་ཨ། བྱེད་པ་གཅིག་འདི་ག་དང་གྲུབ་པར་བྱེད་པ་དེ་ཡིན་ཟེར་བ་དག་ཡོད་པ་ལ་འདིར་བྱེད་ཡབ་སྲས་ཀྱི་དག་ཐུག། ཀྱི་ཐུགས་སུ་ཆུད་ཅིང་དེ་ནི་མངོན་དུ་མཛད་པ་ལྟར་ན་ཐུགས་སུ་ཆུད། རྟོགས་པ། ཆོས་ཀྱི་གནས་ལུགས་ཐུགས་སུ་ཆུད་རྟོགས་པ་མངོན་དུ་གྱུར་པར་མཛད་པ་ལྟར་ན་མཉམ་གཞག་དེ་ཉིད་ལས་དེ་ནི་འཁོར་འདས་ཀྱི་ཡོན་ཏན་འབྱུང་བར་བཞེད། མཉམ་གཞག་དེ་ང་ལ་གནས་ནས་དང་མཉམ་གཞག་དེ་དེ་དང་ད་ག་ཞི་གནས་མ་རེད་ད་ཞི་གནས་ཙམ་མ་རེད། ཕྱག་རྒྱ་ཆེན་པོའི་གནས་ལུགས་འདྲ་ཞིག་གོང་གསུངས་སོང་ང་བླ་མ་མཚན་ཉིད་དང་ལྡན་པ་ངོ་སྤྲད་ཞེས་པ་དེ་ངོ་འཕྲོད་ནས་ད་དེའི་སྒང་ལ་གནས་པ་དེ་གསུངས་བ་རེད་དེ་གི་སྐྱོན་དེ་བསལ་གི་རེད་ཡོན་ཏན་དེ་འགྲུབ་གི་རེད་གསུངས་བ་ད་དེ་རེད་སྔོན་དུ་འགྲོ་དེ་ཁོང་ཡོན་ཏན་འབྱུང་བར་བཞེད་པས་དེའི་རྒྱུ་མཚན་ནི་ད་རྗེས་བཤད་ལ་འོས་འདོན་བྱུང་ན་སེམས་ཅན་རྣམས་ཐོག་མར་སྨོན་པ་ནས་མཉམ་བཞག་ལ་སྐད་ཅིག་ཀྱང་གནས་པ་མེད་ལ། ད་དུང་འཁོར་བའི་སེམས་ཅན་ཚོ་མཉམ་བཞག་ཡོང་མར་ཚང་མ་རྗེས་བཤད་རེད་རྗེས་བསྡུག་རེད། འོ་དེ་བ། འདི་དག་མཉམ་པར་གནས་པ་མེད་པ་ལ་དེ་ནི་རྗེས་བཤད་ཁོ་ནས་དེ་ནི་དུས་འདའ་བ་ཡིན་པས་དེ་ལ་ཡོན་ཏན་འབྱུང་བར་རིགས་པ་ལ་དེ་ཡོན་ཏན་འབྱུང་དགོས་རེད། མི་འདུག་ག་གསུང་བ་དག་ཡོན་ཏན་མི་སྣང་བ་དེ་མཉམ་གཞག་ལ་ཡོན་ཏན་འབྱུང་བའི་རྒྱུ་རྒྱུ་མཚན་དེའི་འདུས་གང་ལ་མཉམ་གཞག་ལ་ཡོན་ཏན་འབྱུང་བའི་རྒྱུ་མཚན་གཅིག་དེ་རེད་གསུང་བ་རེད་བརྗེད་གཞི་འཁོར་བའི་སེམས་ཅན་ཐམས་ཅད་བརྗེད་གཞི་རེད་ཡོན་ཏན་ཡོད་མ་རེད་ཉོན་མོངས་གང་དེ་ཡོད་རེད་དེ་གསུང་བ་རེད། དོན་ནོར་རྫས་དེ་ག་ལ་ཡོན་ཏན་མི་སྣང་བ་སྟེ་མཉམ་བཞག་ལ་ཡོན་ཏན་འབྱུང་བའི་རྒྱུ་མཚན་དུ་གཅིག་བྱས། གཉིས་པ་བྱང་ཆུབ་སེམས་དཔའ་རྣམས་ས་འོག་མ་ནས་གོང་མར་འཕགས་པའི་ཡོན་ཏན་དཔག་ཏུ་མེད་པ་འབྱུང་བ་ཡང་ཇི་བཞིན་ཆུང་དུ་སོང་བ་དང། ས་དཔེར་ན་ས་དང་པོ་ནས་གཉིས་པ་གཉིས་པ་ནས་གསུམ་པ་འདོད་དོ་ག་ལ་དེ་ནི

མགོན་པོ་ཕག་མོ་གྲུ་པའི་ཞལ་ནས། བྱང་ཆུབ་སེམས་དཔའ་ས་བཅུ་དག། སེམས་བསྐྱེད་མེད་དུ་གནས་པའི་ཡོན་ཏན་གྱིས། བྱང་ཆུབ་སེམས་དཔའ་ས་བཅུ་པོ་ཐོབ་པ་སྟེ། མཉམ་གཞག་ལ་གནས་པའི་རྒྱུ་མཚན་དེ་ལ་བརྟེན་ནས་བྱུང་བ་རེད་གསུངས། རྗེས་ཐོབ་ལ་བརྟེན་ནས་ས་བཅུ་ཐོབ་ཡོད་མ་རེད་གསུངས་པ་རེད། མཉམ་གཞག་དེ་རྒྱུན་བསྐྱངས་ནས་དེ་ནི་ས་བཅུ་གི་ཡོན་ཏན་དེ་ག་ཐོབ་པ་རེད་གསུངས། གསུངས་ཏེ། མཉམ་བཞག་ལས་ཡོན་ཏན་བརྗོད་དང་འབྱུང་བའི་རྒྱུ་མཚན་དེ་གཉིས་དང་དེའི་ཚེ། མཐར་ཐུག་བྱེད་བཞི་ཤིན་ཏུ་ཕྲ་བ་ཤེས་བྱའི་སྒྲིབ་པ་དེ་ཡང་དེ་ལས་སྤངས་ཏེ། སངས་རྒྱས་པའི་ཚེ་ཡང་སངས་རྒྱས་ལ་མཉམ་པར་མ་བཞག་པའི་དེ་ནི་ཐུགས་མི་མངའ་བས་སོ་དེ་རེད། མི་མངའ་བས་དེ་ནི་བྱེད་བཞི་མེད་སོ་ད་སངས་རྒྱས་དུས་གང་ལ་ག་རེ་བྱའོ་ཟེར་ན་ཤེས་བྱའི་སྒྲིབ་པ་ཕྲ་ཞིང་ཕྲ་བ་དེ། རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ཟེར་དུས་དེ་མཉམ་གཞག་རེད་དོ། རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ཟེར་དུས་ཏིང་ངེ་འཛིན་ཟེར་དུས་མཉམ་གཞག་འོ། དེ་ལ་བརྟེན་ནས་ཤེས་བྱའི་སྒྲིབ་པ་ཕྲ་ཞིང་ཕྲ་བ་སྤངས་ནས་དེ་ནི་ཡོན་ཏན་ཆ་ཚང་བ་ཐམས་ཅད་ཐུགས་ལ་ཆུད་ཡ་དེ་མཉམ་གཞག་ལ་བརྟེན་ནས་བྱུང་བ་རེད། དེ་ནས་སངས་རྒྱས་དུས་འགའ་ལ་མཉམ་པར་མི་གཞག་པ་མི་མངའ་བ་དུ་བ་སངས་རྒྱས་ཀྱི་ཡོན་ཏན་གཅིག་དེ་རེད། མ་འདྲེས་པ་བཅོ་བརྒྱད་ནི་ཡོན་ཏན་གཅིག་དེ་རེད། བྱེད་ཤེས་མེད་དོ། བྱེད་ཤེས་མེད་པས་དེ་ནི་སངས་རྒྱས་དེ་ལ་དེ་ནི་བྲལ་བ་དང་རྣམ་པར་སྨིན་པའི་གེའི་ཡོན་ཏན་འབྱུང་བ་ཡིན་གསུངས་ལ་བྱེད་ཤེས་མེད་མཁན་སངས་རྒྱས་དེ་ལ་བྲལ་བའི་ཡོན་ཏན་སུམ་ཅུ་སོ་གཉིས་རྣམ་པར་སྨིན་པའི་ཡོན་ཏན་སུམ་ཅུ་སོ་གཉིས་དང། བྲལ་མིན་གྱི་ཡོན་ཏན་དྲུག་ཅུ་རྩ་བཞི་སུ་དག་ཏུ་བྱུང་བ་རེད་གསུངས། དེ་ཡང་དེ་ནི་མཐོང་ལམ་གྱི་མངོན་རྟོགས་ས་དང་པོ་ཐོབ་པ་དེས་དེ་ནི་ས་སྦྱངས་པ་ལ་བརྟེན་ནས་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཞུས་པ་ན་གཞན་དོ་ལ་འདོད་འདོད་ག་ལ་ཡོད་འདོད་བརྒྱ་ཕྲག་བཅུ་གཉིས་བྱུང་ལ། དེ་ནས་ས་གཉིས་པ་ལ་དེ་ནས་སྟོང་ཕྲག་བཅུ་གཉིས་ལ་སོགས་པ་དག་ཏུ་སོ་གོང་ནས་གོང་དུ་ཡོང་བར། ལ་སོགས་པ་ས་གོང་མ་ནས་གོང་མར་འཕར་བའི་ཡོན་ཏན་དཔག་ཏུ་མེད་པ་འབྱུང་བ་ཡིན། དེ་བས་ཀྱང་དེ་ནི་ཇི་བཞིན་དང་དེ་འདྲའི་མཉམ་གཞག་དེ་ཇེ་ཐུ་ཇེ་ཐུ་ཇེ་ཐུ་རུ་དེ་ནི་ཇེ་ཐུབ་དེ་ཇེ་ཆུང་ཇེ་ཆུང་ཇེ་ཆུང་ལ་འགྲོ་དགོས་པ་རེད།

རྣམས་དེ་བཞིན་གཤེགས་པ་གཅིག་གི་དྲུང་ན་མ་གཡོས་པར་དེ་བཞིན་གཤེགས་པ་གཅིག་གི་དྲུང་ན་མ་གཡོས་པར་ཕྱོགས་བཅུ་སངས་རྒྱས་ཐམས་ཅད་ཀྱི་ཞབས་དྲུང་ན་སྣང་ཞིང་མཆོད་པ་བྱས་ལ། གཅིག་སངས་རྒྱས་གཅིག་ཞིག་ནི་གཡོ་བ་མེད་པའི་སྒོ་ནས་སྤྲུལ་པ་དཔག་ཏུ་མེད་པ་བརྒྱད་དུ་བ་དག་སངས་རྒྱས་མི་བསྐྱེད་པ། མཆོད་པ་བྱས་ལ་དེ་དག་གིས་དེ་དག་གི་གསུང་དམ་པའི་གསུང་གསུངས་པས་ཆོས་ཀྱང་མ་ལུས་པ་སོ་སོར་འཛིན་པ་དང། སངས་རྒྱས་དཔག་ཏུ་མེད་པའི་ཀུན་འདུན་ཕེབས། སངས་རྒྱས་ཀུན་འདུན་ནས་ཆོས་ཞུས་ལ་སོ་སོར་འཛིན་པ་དང་སངས་རྒྱས་ཀྱི་ཞིང་ཐམས་ཅད་ཀྱི་བསྐོར་བ་ཡང་དུས་ཕྲ་རབ་ཅིག་གིས་ཁྱོད་ལ་སྟོན་པ་དང་འདོད་ནས་དང་འདོད་ན་སོ། སྐད་ཅིག་དེ་སྐད་ཅིག་དེ་བསྐལ་པ་རྒྱ་མཚོར་སྟོན་ཐུབ་པ། སྐད་ཅིག་བསྐལ་པ་རྒྱ་མཚོར་བྱིན་གྱིས་རློབ་ཅིང། བསྐལ་པ་བསམ་གྱིས་མི་ཁྱབ་པ་ཡང་སྐད་ཅིག་གཅིག་ཏུ་དེ་ནི་བྱིན་གྱིས་རློབ་པའི་གི་ཚུལ་དང། བྱང་ཆུབ་སེམས་དཔའ་རྣམས་ཀྱི་གི་གཟུངས་དང་མི་ཕྱེད་པའི་གཟུངས་དང་དེ་ནི་སྤོབས་པ། སྤོབས་པ་ཕུན་སུམ་ཚོགས་པ། སྤོབས་པ་ཆུ་བོ་ལྟ་བུ་དང་སྤོབས་པ་དང་ཏིང་ངེ་འཛིན་དང་དབང་དང་དབང་བཅུ་ཟེར་བ་ཁ་བྱང་དུ་དབང་བཅུ་དང་དེ་ནི་རྫུ་འཕྲུལ་དང་དབང་བར་བྱེད་པ་དང། རྣམ་པར་འཕྲུལ་པ་སམ་རྣམ་པར་འཕྲུལ་པ་མཐའ་ཡས་རྣམས་ནི། དེ་ནི་དུས་གསུམ་མཉམ་པ་ཉིད་དུ་རྟོགས་པ་དེ་ནི་མཉམ་གཞག་དེའི་ཡོན་ཏན་ཡིན། དེ་ཚོ་ཚང་མ་མཉམ་གཞག་གི་ཡོན་ཏན་ཡིན་གསུང་ངོ། དེས་ན་ཚུལ་འདི་གོ་བར་བྱས་ལ། གདོད་མ་ནས་སེམས་ཅན་གྱི་རྒྱུད་ལ་སངས་རྒྱས་བཅོམ་ལྡན་འདས་རྣམས་དང་མཚུངས་ཤིང་མཉམ་པའི་དེ་ནི་སྙིང་པོ་གནས་པ་འདི་གཙོ་བོ། ང་ཚོ་སེམས་རྒྱུད་ལ་ཡོད་པའི་ཁམས་བདེ་བར་གཤེགས་པའི་སྙིང་པོ་འདི་སངས་རྒྱས་ཐམས་ཅད་ཀྱི་ཡོན་ཏན་དེ་ཆ་ཚང་བ་ཅི་ཡོད་རེད་གསུང་བ་རེད། དེ་མངོན་དུ་གྱུར་བ་ལ་ད་མཉམ་གཞག་གོ་དགོས་པ་རེད། འོ་ཅེས་གསུངས་ཤིང་མཉམ་པའི་གི་སྙིང་པོ་གནས་པ་དེ་མངོན་དུ་གྱུར་བར་བྱ་བའི་ཕྱིར་མཉམ་གཞག་བསྒོམ་པ་ལ་ནན་ཏན་བྱ། མཉམ་གཞག་ལ་ནན་ཏན་བྱ། མཉམ་གཞག་མཉམ་གཞག་རྣམས་འཕེལ་ཚར་ན་དེའི་བོར་ནས་དེ་ནས་མཉམ་གཞག་དེ་ལས་གཞན་པའི་གི་ཡོན་ཏན་རྣམས་འགྲུབ་པའི་ཕྱིར་དེ་ནས་རྩབ་རྩུབ་མི་བྱ།

ང་ཚོས་བྱེད་རྩོལ་མི་ལ་རས་པ་ཚུན་དུ་བ་བྱེད་རྩོལ་མི་ལ་རས་པ་ས་དང་པོ་ཐོབ་འདོད་དཀའ་ལ། དངོས་སུ་རྫུ་འཕྲུལ་གྱི་ནག་པོ་ལ་འཕུར་ཐུབ་འདུག་བ་རྫུ་འཕྲུལ་གྱི་འཕུར་འོང་འདོད་དཀའ་ལ། དེ་ནི་འོག་གི་མི་དེ་འདྲའི་ལབ་ལོང་བྱེད་འདོད་དཀའ་ལ་ད་བྱེད་རྩོལ་ཨ་ད་ངེད་ཀྱི་ས་དང་པོ་ན་ཐོབ་སོང། ད་སེམས་ཅན་གྱི་དོན་ཅིག་བྱས་ནས་མར་གྲོང་ལ་བབས་ན་ཕལ་ཆེར་འགྲིག་ས་རེད་ཐུག་ཐུག་ལ་དགོངས་འདུག་བ་དེ་དགོངས་དུས་ལམ་སོ་མར་བ་བློ་རྩེ་ཁྱོད་དེ་བྱེད་རྒྱུ་མེད། ཁྱོད་སངས་མ་རྒྱས་བར་དུ་རི་ལ་བསྡད་ཤོག་གསུངས་འདུག་བ།

རྟེན་བཞེངས་པ་ལ་སོགས་པའི་བར་རྩ་བཙུགས་བྱ་བའི་དེ་ནི་དང་པོ་འོང་འདྲ་བ་ལ་ཕྱིས་དེ་ནི་སྐྱེ་མེད་པར་དེ་ནི་འཕྲལ་སེལ་བ་འོང་བར་གདའ། དང་པོ་ཅི་འདྲ་བྱ་དགོས་ལྷག་པ། སྐུ་འདྲ་འདྲ་བཞེངས། རྟེན་སོགས་འདྲ་འདྲ་བཞེངས།

འདི་ནི་མི་ཡིས་ཇི་ཙམ། མིག་གིས་འདི་ནི་ཇི་ཙམ་བརྩེ་བ་ཆེ་བ་ལྟར་དེ་ལས་བགྲོད་ནས་མཉམ་བཞག་སྟེ། མིའི་འགྲུལ་པ་མི་འགྲུལ་ཏེ་ཤུགས་ཆེ་རུ་ཕྱིན་འདུག་པ་ད་འགྲིག་གི་མི་འདུག་སར་ལམ་སར་ས་བྱི་ཞིག་དག་འཕེན་འདུག་པ་གཅིག་མཚོན། ད་ང་འདས་ཟླ་བ་གཅིག་ལོ་གཅིག་དེ་རེད་དེ་ཡག་པོ་བྱུང་སོང་ད་མིའི་འགྲུལ་པ་མང་པོ་ཡོང་གི་འདུག་སར་ལམ་སར་རི་ཞིག་འཕེན་འགྲོ་འདུག་པ་དེ་སོང་བ་རེད། ཚིག་ཕྱེ་བ་ལྟར་དེ་ལས་གྲོལ་ནས་དེ་ནི་མཉམ་བཞག་གཙོ་བོར་བྱས་པས་དེ་ནི་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ཡོན་ཏན་མ་ལུས་པ་རྣམས་ཀྱི་དེ་ནི་ཐུགས་རྒྱུད་མེར་གྱིས་བཏགས་ཏེ་དེ་ནི་བཟླ་ཞིང་ཞུས་པ་ན་ཞིང་ང་ང་གཅིག་ཤོས་ང་གཅིག་ཤོས་ཀུན་ལ་མཁས་པ་ཡིན་ཀུན་ཤོས་གཅིག་ཏུ་གོ་བ་ཡིན་དེ་ལ་གསུང་བ་ལྟར་གཞན་སུ་བས་ཀྱང་ཁྱད་པར་འཕགས་པ་དེས་དེ་ནི་མཉམ་བཞག་ལས་བྱུང་བ་ཡིན་པས་རྗེ་འདིས་མཛད་པ་དང་རྣམ་པར་རྣམ་ཐར་ལ་བལྟས་ཏེ།

ཡང་སྒོ་ཞིག་ཏུ་ཉམས་ལེན་བྱེད་ཚོགས་ཚང་མ་ཉམས་ལེན་བྱེད་རེད་ཅེ་ན་རྗེ་བཙུན་གསུང་པོ་གསུང་ཐམས་ཅད་ང་ཚོ་ཉམས་ལེན་བྱེད་རྐྱང་རེད་ད་སངས་རྒྱས་གསུང་ད་ག་རང་རེད་རེད་བ་སངས་རྒྱས་སྐོར་གསུང་དོག་ག་སྡིག་པ་ཅི་ཡང་མི་བྱ་ཞིང་དགེ་བ་ཕུན་སུམ་ཚོགས་པར་སྤྱད་རང་གི་སེམས་ནི་ཡོངས་སུ་ལུས་འདི་ནི་སངས་རྒྱས་བསྟན་པ་ཡིན་གསུང་དོག་ག་ཉམས་ལེན་བྱེད་རེད་གསུང་བ་རེད་ང་ཚོ་འཁོར་བ་སྡུག་བསྔལ་རང་བཞིན་ལས་ཐར་བའི་ཐབས་ལ་ཆོས་ཉམས་ལེན་བྱེད་དགོས་གསུང་བ་རེད། ཚིག་གཅིག་ཚིག་གཅིག་ལས་མ་བྱས་ན་དེ་ཉམས་ལེན་བྱེད་རེད་གོ། དེ་ནས་ཕན་ཐོགས་ཡོད་རེད་འོ་དེ་དེ་ཡོད་ཅེས་གསུང་བ་རེད་འོ་དེ་ཚེ་ཚེ། ད་བཅོ་ལྔ་པ་ཡང་བྱས་བྱས་ནས་ད་དུར་རྗེས་གསུང་བཅོ་ལྔ་པ་དེ་རེད་རྒྱུ་མ་འགྲུབ་ན་ཐམས་ཅད་མི་འབྱུང་ལྟ་རྒྱུ་མ་འགྲུབ་ན་ཐམས་ཅད་ཟེར་ན་ཡོན་ཏན་ཐམས་ཅད་འབྱུང་གི་མ་རེད་ཡོན་ཏན་ཐམས་ཅད་གང་ལས་ཡིན་གོ་ཟེར་ན་རྒྱུ་གྲུབ་ནས་འབྱུང་བ་རེད་རྒྱུ་འབྲས་རྟེན་འབྲེལ་རྒྱུ་མེད་པ་ལ་འབྲས་བུ་མི་འབྱུང། འབྲས་བུ་སྟེ་རྒྱུ་ལས་བྱུང་བ། དུ་བ་འདོད་པ་དང། རྒྱུ་ལ་སྟོན་པའི་ཐེག་པ་བཅོམ་ལྡན་འདས་ཐ་སྙད་ལྟ་བ་རྟག་ཏུ་མི་སླ་ཞིང། ལས་ཀྱི་རྣམ་པའི་འབྲས་བུ་ཁོ་ན་སོགས་ལྟ་བས་མི་འབྲལ་རྒྱུ་ལ་ཕྱག་འཚལ་ལོ། རྒྱུ་འབྲས་ཀྱི་རྟེན་འབྲེལ་དག་གསུང་དགོས་ཏེ། མི་འབྱུང་བར་བྱ་བ་ཡིན་གསུངས། ཨ་ཏི་འོ་ན་མཉམ་གཞག་ལས་ཡོན་ཏན་ཐམས་ཅད་འབྱུང་བ་དང་འགལ་སྙམ་ན་བདག་ཁྱོད་དེ་འདྲ་བཤད་ན། མཉམ་གཞག་བྱས་ན་རྒྱུ་གར་འགྲུབ་བོ་འདོགས། ཁོ་མཉམ་བཞག་བྱས། དེ་བཞིན་རེད། དེ་རྒྱུ་འཁྲུག་འདུག་མི་འདུག་ག་ཟེར་ན་དེ་མ་རེད་གསུང་བ་རེད། མཉམ་བཞག་དེ་ཉིད་རྒྱུ་རེད་གསུང་བ་ད་བདེ། རེད་བ། མི་འགལ་དེ། རེད་བ། དཔེར་ན་ཡེ་ཤེས་ཀྱི་ནོར་བུ་རིན་པོ་ཆེ། ནོར་བུ་རེད་ཡེ་ཤེས་ཀྱི་ནོར་བུ་རིན་པོ་ཆེ་ལ་ལྟོས་ན་དགོས་འདོད་འབྱུང་བའི་མཐུ་ཡོད་ཀྱང། འོ་དེ་ནོར་བུ་དེ་ལ། དགོས་འདོད་ཐམས་ཅད་འབྱུང་ཡག་གི་ནུས་པ་འདི་ཡོད་རེད་ཐུ་ཡོད་ཀྱང་དེ་ནི་ཐོག་མར་དེ་ནི་འཆི་བ་གསུམ་གྱི་ཚུལ་གྱིས་ནོར་བུ་རིན་པོ་ཆེ་དེ་ལ་དེ་ནི་གད་བདར་བྱེད་དགོས་སོ་ནོར་བུ་རིན་པོ་ཆེ་དེ་ནི་འཆི་བ་གསུམ་དང་བཀྲུ་བ་གསུམ་སོ་ད་ད་གཟུངས་ཀྱི་དབང་ཕྱུག་རྒྱལ་པོའི་ཞེས་པའི་མདོའི་ནང་ལ་དེ་གསུངས་ཏོ་ཡེ་ཤེས་ནོར་བུ་རིན་པོ་ཆེ་དང་པོ་ཤེས་མཁན་ནོར་བུ་ནོར་བུ་བརྟག་དཔྱད་མཁན་དེ་གས་དེ་ནི་འདི་ཡེ་ཤེས་ཀྱི་ནོར་བུ་རིན་པོ་ཆེ་རེད། དེ་ལ་ལ་ཙམ་གྱི་ནོར་བུ་ཆགས་ཡོད་ས་མ་རེད། ད་ནོར་བུ་དེ་ཆུ་ལ་གསུམ་བཀྲུས། ཐེངས་གསུམ་བཀྲུས། དེ་ནས་འཆི་བ་ཇི་ལྟར་འགལ་ཟླར་གསུམ་བྱས་ནས་དེ་ནས་དྲི་མ་ཐམས་ཅད་དག་འོང་འདོད་ག་ལ་ད་ནོར་བུ་རིན་པོ་ཆེ་འདི་གི་དགོས་འདོད་ཙམ་གྱི་སྟེར་གི་ཡོད་ས་རེད། འོ་དེ་ནས་བཟུང་བ་ད་དེ་ནས་འཆི་བ་གསུམ་གྱི་ཚུལ་གྱིས་ནོར་བུ་རིན་པོ་ཆེ་དེ་ལ་དེ་ནས་གད་བདར་བྱེད་དགོས། དེའི་ཚེ་དང་པོ་ལས་རྫས་ཆུ་རྣོན་པོས་དེ་ནས་བང་ནས་བཟུང་བ་སྐྲ་ཡི་ལ་བའི་ཕྱེད་བསྲེག། དེ་ནས་ཉྭ་ཡི་གཉིས་པ་དེ་བཟུང་བ་གཉིས་པ་ཉྭ་ཡི་ཁུ་བས་སྤངས་ཏེ་དེ་ནས་བལ་གྱི་ལ་བའི་ཕྱེད། ལ་བ་ཟོན་བལ་གྱིས་གོས་འདུག་ལོ། དེ་ནས་ཐ་མ་སྨན་གྱིས་སྨན་ཆེན་པོའི་གོས་ཁུ་བས་སྦགས་ནས་རས་སྲབ་སྲབ་བྱེད་ཀྱི་དེ་ནས་སྲབ་བྱེད་འཇམ་པའི་འཇམ་པོས་དེ་ནས་ལེགས་པར་ཕྱིས་ནས་དེ་ནས་རྣམ་པར་དག་པའི་ནོར་བུ་དང་དྲི་མ་ཐམས་ཅད་དག་སོང་བས་རྣམ་པར་དག་པའི་རོལ་པོ་བྱས་ཏེ། རྒྱལ་མཚན་གྱི་རྩེ་མོ་ལ་བཏགས་ཏེ། མཆོད་ཅིང་གསོལ་བ་འདེབས་པ་ལ་སོགས་པའི་མཐུན་རྐྱེན་མ་བསགས་ན། མཐུན་རྐྱེན་མ་བསགས་ན་དགོས་འདོད་མི་འབྱུང་བས། དེ་འབྲེལ་གྱི་དག་ནོར་བུ་རིན་པོ་ཆེ་སྟེ། འཕང་བ་གསུམ་དང་འཆི་བ་གསུམ་གྱི་ཚམ་མ་བཅད་ན་ནོར་བུ་རིན་པོ་ཆེ་གི་དགོས་འདོད་ཐམས་ཅད་སྟེར་ཐུབ་པ་ཡོད་མ་རེད་གསུངས་པ་རེད། མི་འབྱུང་བས་དེ་ཐམས་ཅད་ཚོགས་ན་གཏོགས། དེ་དག་སྐྱེ་བོ་ཐམས་ཅད་ཚོགས་སུ་སྣང་སྟེ་ནི་གང་འདོད་པའི་རེ་བ་ཐམས་ཅད་རྫོགས་པར་བྱེད་པ་དང་མཚུངས་སོ། དཔེ་དེ་ན་བཞིན་རེ་ཟུང། དེ་ན་འདིར་འཇིག་རྟེན་དང་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ཡོན་ཏན་ཐམས་ཅད་ཀྱི་འབྱུང་གནས་མཉམ་གཞག་དོན་དམ་པའི་ཤེས་རབ་ཀྱི་འཕར་དུ་ཕྱིན་པ་ཡེ་ཤེས་ཀྱི་ནོར་བུ་རིན་པོ་ཆེ་ལྟ་བུ་དེ་ལ་ཡང་དོ། མཉམ་པར་གཞག་པའི་མཉམ་བཞག་གི་ཡེ་ཤེས་དེ་རེད་ཤེས་རབ་ཀྱི་ཕ་རོལ་ཕྱིན་པ། ཤེས་རབ་ཀྱི་ཕ་རོལ་ཕྱིན་པ་ཟེར་ན་བདག་མེད་རྟོགས་པའི་ཤེས་རབ་རེད། གང་ཟག་གི་བདག་དང་ཆོས་ཀྱི་བདག་གཉིས་རྟོགས་སོང་ན་ཕ་རོལ་ཏུ་ཕྱིན་པ་རེད། འོ་དེ་ཤེས་རབ་ཀྱི་ཕ་རོལ་ཕྱིན་པའི་དེ་ནི་ཡེ་ཤེས་ཀྱི་ནོར་བུ་རིན་པོ་ཆེ་ལྟ་བུ་དེ་ལ་ཡང། དེ་ནི་ཚུལ་ཁྲིམས་རིན་པོ་ཆེ་ལ་སོགས་པའི་བསླབ་པ་གསུམ་གྱི་དེ་ནི་འགལ་ཟླར་བྱས། འགལ་ཟླར་ལེགས་པར་བྱས་སོང་བ། ཚུལ་ཁྲིམས་ཀྱི་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་ཤེས་རབ་ཀྱི་བསླབ་པའི་དེ་ནི་ནོར་འདི་ང་ཚོའི་སེམས་འདི་ལ་འགལ་ཟླར་བྱས། སེམས་ཡེ་ཤེས་ཀྱི་ནོར་བུ་རིན་པོ་ཆེ་ལྟ་བུ་དེ་ལ་གད་བདར་དུག་གཟེར་བྱས། དེ་ནས་ཞི་གནས་དང་ཞི་གནས་དང་ལྷག་མཐོང་རྣམ་པར་དག་པའི་གེགས་དེ་ནི་རྒྱལ་མཚན་གྱི་རྩེ་ལ་བལྟ་ན་མཉམ་གཞག་ལ་སོང་བ་དང་མཉམ་གཞག་གི་དེ་ནི་རྒྱལ་མཚན་གྱི་རྩེ་ལ་བལྟ་ནས་སྟོང་བ་སྤུས་བཟང་ཚོགས་པའི་དེ་ནི་མཆོད་པར་བྱེད་ཅིང་དེ་ནི་ཡང་མཆོད་པར་བྱེད་ན་འགྲོ་བ་དང་འགྲོ་བ་སེམས་ཅན་ཐམས་ཅད་ལ་དེ་ནི་ཕན་པ་དང་ཕན་པ་དང་བདེ་བ་སྟོན་པའི་གེགས་དེ་ནི་བསམ་པ་དེ་ནི་མཉམ་གཞག་འདི་ལ་བྱ་བ་དེ་ཚང་བྱེད་པ་རེད། སྙིང་རྗེ་དེ་ཚངས་རྒྱ་བ་རེད། དོན་དམ་བྱང་ཆུབ་སེམས་དེ་རེད། བདག་ཀྱང་ཨ་ད་དངོས་ནས་བཤད་ན་ཨ་ད་དམིགས་མེད་བྱམས་པ། དམིགས་མེད་ཀྱི་སྙིང་རྗེ། དོན་དམ་གྱི་བྱང་ཆུབ་སེམས་ཚང་མ་དེ་ཚངས་རྒྱ་བ་དེ་རེད། དེ་ནི་བསམ་པ་དེ་འདུག་བྱམས་པ་སྙིང་རྗེ་བྱང་ཆུབ་ཀྱི་སེམས་ཀྱིས་གསོ་བ་བཏང་ནས་དེ་ནི་འཁོར་བའི་བདེ་སྐྱིད་སེམས་ཅན་རྣམས་ཀྱི་དེ་ནི་ཉེ་བར་འཚོ་བ་ཇི་སྙེད་པ་རྣམས་ཀྱང་དེ་ལས་འབྱུང་ད་དེ་ལས་མཉམ་བཞག་དེའི་ངང་ནས་དེ་ནི། ཡོན་ཏན་ཐམས་ཅད་ད་ལྟེ་ནས་ཡོང་དགོས་རེད་ཨོ་ཅེས་དེ་ལས་བྱུང་སོང་བ། མྱ་ངན་ལས་འདས་པའི་གི་དེ་ནི་བདེ་ལེགས། བདེ་ལེགས་ཡོན་ཏན་དང་ཡེ་ཤེས་དཔག་ཏུ་མེད་པའི་གི་བརྩོན་ཞིང། སངས་རྒྱས་ཐམས་ཅད་ལ་དེ་ནི་ཡ། ཡ་སངས་རྒྱས་ཐམས་ཅད་ལ་མཆོད་པར་ཕོད་པ། ལུས་ཅན་རྣམས་སྨིན་ཅིང་འགྲོ་བ་སེམས་ཅན་ཐམས་ཅད་སྨིན་ཅིང་འགྲོ་བར་བྱེད་པའི་གི་ཐབས་བསམ་གྱིས་མི་ཁྱབ་པ་རྣམས་དང། མཐར་ཐུག་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་ནི་བྲལ་བ་དང་རྣམ་པར་སྨིན་པའི་ཡོན་ཏན་དཔག་ཏུ་མེད་པ། མེད་པར་བདག་ཀྱང་བདག་དེ་ནས་བྱུང་སྙམ་པར་བཞག་མཉམ་གཞག་དེ་ལས་བྱུང་གསུང་བ་འབྱུང་སྟེ། དེའི་ལྟར་ན་འཁོར་འདས་ཀྱི་དོན་ནི་ཡོན་ཏན་ཇི་སྙེད་པ་ཐམས་ཅད་འབྱུང་བས་ནི་མཉམ་གཞག་ཁོ་ན་ལས་འབྱུང་བའོ། མཉམ་གཞག་དེ་སྔ་ལ་རིགས་པ་དེ་རིགས་པ་རྒྱུན་བསྐྱངས་དེ་ན་རིགས་པའི་གནས་ལུགས། རིགས་པའི་གནས་ལུགས་དེ་དུས

རྒྱུད་མ་དག་རྒྱུ། རྒྱུ་མཐའ་བརྟེན་པ་རེ་རེས་ཀྱང་སྔོན་འགྲོ་རྣམས་བསྟེན་ནས་མི་འབྱུང་བའི་ཚུལ་ཁྲིམས་དེ་གོ་བར་བྱ། ད་ཚུལ་ཁྲིམས་བསྲུང་ཡག་འདི། ད་ཡོན་ཏན་ཐམས་ཅད་འབྱུང་ཡག་གི་རྒྱུ་འདི་རེ་བསྲུང་བ། དེ་ཚུལ་ཁྲིམས་དེ་མཉམ་བཞག་རེ་བསྲུང་བ་དེ་ཁོ་ན་ལས་འབྱུང་ལ། ཅེས་འདི་ལྟར་ན། རྒྱུ་མཐའ་དག་པ་རེ་རེས་ཀྱང་སྔོན་འགྲོ་རྣམས་མི་འབྱུང་བའི་ཚུལ་འདི། འདི་ལྟ་བུའི་ཚུལ་གནས་ལུགས་ཚུལ་ཁྲིམས་འདི་གོ་བར་བྱས་ལ། འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ཡོན་ཏན་ཡོན་ཏན་མཐའ་ཡས་པ་རྣམས་བསྒྲུབ་པའི་ཕྱིར། དེ་ནས་རྒྱུ་ཕུན་སུམ་ཚོགས་པ་མཐའ་དག་བསྒྲུབ་པ་ལ་འབད་པ་ཆེན་པོ་བྱ། མཉམ་གཞག་ལ་གང་ལ་གནས་སྒོ་རེ་སོང་བ་ལ་བཟླ། གཏོར་དབང་ཕུན་སུམ་ཚོགས་པའི་གཏོར་མཉམ་གཞག་ལ་བཟླ། གཏོར་དབང་ཕུན་སུམ་ཚོགས་པའི་མཉམ་གཞག་གི་ཡོན་ཏན་བསྒྲུབ་པའི་ཚུལ་ནི་དེ་བཞིན་གཤེགས་པའི་མཆོད་རྟེན་ལ་མར་མེ་ཕུལ་བས་ཕྱོགས་བཅུའི་སངས་རྒྱས་དཔག་ཏུ

སྤྱིའི་སྤྱོད་པ་ཐམས་ཅད་སེམས་ཅན་གྱི་དོན་དུ་འགྱུར་བ་དང། ད་མཉམ་བཞག་དེའི་སྔར་ད་ལྟ་གོང་བཞུགས་ནས་མཉམ་བཞག་དེའི་སྔར་ད་ལྟ་གང་ཚུལ་དུ་དེ་བཞིན་ཉིད་བཞུགས་སོ། དམིགས་མེད་ཀྱི་སྦྱངས་པ་དམིགས་མེད་ཀྱི་སྙིང་རྗེ་དོན་དམ་པའི་གེགས་དེ་ནི་བྱང་ཆུབ་སེམས་དེ་དག་ཐམས་ཅད་མཉམ་བཞག་དེ་ལ་བརྟེན་དུ་གང་ལྟར་ན་བྱིན་པའི་བར་ཆུ་འདེགས་རྫོགས་དགོས་པ་རེད།

འདི་ནི་སེམས་ཤིན་ཏུ་མ་ཡེངས་པ་དེ་བསམ་གཏན་རེད། ཆོས་ཀྱི་དེ་ཉིད་རྟོགས་པའི་ཤེས་རབ་ཚང་བ་དེ་མཉམ་གཞག་ལ་ཚང་དུ་བ། སེམས་རྩེ་གཅིག་གིས་གང་ལ་ད་ཕར་ཕྱིན་དྲུག་ཕར་ཕྱིན་བཅུ་ཚང་མ་ཚང་དེ་བ་རེད། འོ་ད་དེ་ལས་དེ་ནི་ཡོན་ཏན་ཐམས་ཅད་ད་དེ་ནས་བྱུང་གསུང་དུ་བ། འོ་དེ་ནི་ལེགས་པར་བརྟགས་པས་དེ་ནི་ཚིག་བརྗོད་པ་ཐམས་ཅད་སེམས་ཅན་གྱི་དོན་དུ་འགྱུར་བ་དང་དེ་བཞིན་དུ་དེ་ནི་ཏིང་ངེ་འཛིན་དང་ཚུལ་ཁྲིམས་ལ་སོགས་པ་སོགས་པ་ལམ་གྱི་དེ་ནི། ཆོས་རྒྱལ་བོད་ཀྱི་བྱེ་བྲག་དཔག་ཏུ་མེད་པ་རྣམས་ཀྱང་དེ་ནས་རྒྱུ་རིགས་མཐུན་པའི་རྒྱུ་རིགས་དང་མཐུན་པའི་འབྲས་བུ་འབྱུང་བ་རེད། རིགས་མཐུན་པའི་འབྲས་བུ་ཡོན་ཏན་དེ་དང་མཚུངས་པར་དེ་ནི་བསམ་གྱིས་མི་ཁྱབ་པ་རྣམ་པར་རྣམས་དེ་ནི་མ་འདྲེས་པ་སོ་སོ་དེ་ནི་རྫོགས་པའི་ཚུལ་དུ་འབྱུང་བས་སངས་རྒྱས་དང་བྱང་ཆུབ་སེམས་དཔའི་ཡོན་ཏན་དེ་ནི། ཇི་སྙེད་པ་ཐམས་ཅད་རྒྱུ་མཐའ་བརྟེན་པ་རེ་རེའི་གྲུབ་པའི་གི་འབྲས་བུ་ཡིན་ཏེ་ཏིང་ངེ་འཛིན་སྐྱེས་བུ་ལས། ཆོས་ཐམས་ཅད་ཀྱི་རང་བཞིན་མཉམ་པ་ཉིད་རྣམ་པར་སྤྲོས་པ་ཞེས་བྱ་བའི་དོན། མཉམ་པ་ཉིད་ནི་མཉམ་བཞག་ཁོ་ན་སོ། མཉམ་པ་ཉིད་ནི་མཉམ་བཞག་ཁོ་ན་རེ། མཉམ་པ་ཉིད་ནི་མཉམ་བཞག་ཁོ་ན་ཡིན་ལ། རྣམ་པར་སྤྲོས་པའི་རྒྱུ་ནི་སོ། རྣམ་པར་སྤྲོས་པའི་རྒྱུ་ནི་རྒྱུ་མཐའ་ཡས་པ་སྤྲོས་པ་ཡིན་ཏེ་མཉམ་བཞག་སྟེ་མཐའ་མེད་པ་རེ།

ཏུ་རྟེན་འབྲེལ་དང་སྟོང་ཉིད་དོན་གཅིག་རེད་ཐ་དད་ཡོད་མ་རེད། འོ་དེ་ག་ལ་དེ་རྗེས་ཆོས་འབྲེལ་གོམས་པའི་རྟེན་འབྲེལ་འདི་ཡིན་དུ་ཨ་ཅེ་འདྲ་བ་ཡི་ལས་བྱས་པ་རྣམ་པར་སྨིན་པ་དེ་འདྲར་འབྱུང་ཞེས་གསུངས་པའི་ཤིན་ཏུ་ཟབ་པ་ཡིན་དུ་འདི་དཔེ་ཆུང་དུ་ཟབ་པས་ཟབ་པོ་རེད། དོན་དེ་གོ་བར་བྱས་ལ་མཉམ་བཞག་གི་ཡོན་ཏན་མཐའ་ཡས་པའི་རྒྱུ་ཚད་མེད་པ་རྣམས་གྲུབ་པ་ལ་ནན་ཏན་དང་འབད་པ་ཆེན་པོས་མཉམ་བཞག་ཉམས་སུ་ལེན་པར་མཛད་པར་ཞུགས་སོ། ད་དེར་བཞག། དེ་ག་རེ་བྱེད་ཟེར་ད། སྐར་མ་ཁ་ཤས་འདུག་ཨ། ག་ཚོད་ཕྱིན་སོང་ང་ཚོ། ཤུགས། ཤུགས་དྲུག་ཕྱིས་སུ་ཨན་དྲུག་རེད། ད་དྲུག་ཚེ་དེ་རུ་བལྟས་ཚེ་འགྲིག་མི་འདུག་བརྒྱད་དགུ་བཅུ་ཚེ་འགྲོ་དགོས་ས་རེད། ཧི་ཧི་ད་དུས་ཚོད་དེ་དེ་འདྲའི་ཆགས་དེ་ཤག་དེ་རེད་ཚེ་ག་ཚེ་མགྱོགས་མགྱོགས་འགྲོ་བ་བྱས་ཚེ་ད་རུ་ཕྱིར་འགྲོ་ཐུབ་མི་འདུག།

དཔེར་ན་ཉམས་ལེན་ཚངས་པ་ཡག་པོ་བྱེད་ཡོད་ན་ལུང་པ་དེ་རྣམས་ལ་བདེ་སྐྱིད་ཕུན་སུམ་ཚོགས་པ་ཡོང་དགོས་པ་རེད། དེའི་གི་མཐུ་དང་ནུས་པར་བརྟེན་ནས་མི་དེ་མི་ཐམས་ཅད་དེའི་རྗེས་སུ་འབྲངས་དེའི་ཕྱོགས་སུ་གཞོལ། དེ་ནས་སྡིག་པ་སྤང་དགེ་བ་སྒྲུབ། ད་ང་ཚོ་དེ་ཚངས་པ་ཡག་པོ་ཞིག་ཡོང་རེད་ཟེར་གི་རེད། ཚངས་པ་དེ་དེ་ནས་ང་ཚོ་བཀའ་སློབ་གནང་གི་རེད་སྐབས་སྐབས་སུ་སྡིག་པ་སྤང་དགེ་བ་སྒྲུབ་གསུང་གི་རེད། དོན་མེད་ཐམས་ཅད་དེས་བྱས། དེ་ནི་ནད་ཡམས་ཐམས་ཅད་དེས་སེལ་ཐུབ་པོ་རེད། བྱམས་སྙིང་རྗེ་བྱང་ཆུབ་སེམས་དེ་དེ་ནི་ཕྱག་རྒྱ་ཆེན་པོའི་གང་ལ་མཉམ་པར་གཞག་ཡོང་དུས་གང་ལ། སྐྱོན་ཐམས་ཅད་དེས་སེལ་གི་འདུག་ཨ། ད་ཚོ་ང་ཚོ་སེམས་ལ་ཡོད་པའི་འདོད་ཆགས་ཞེ་སྡང་གཏི་མུག་འདུག་ཨ། འོ་དེ་སེལ་ཐུབ་མི་དེ་མཉམ་གཞག་སེལ་ཐུབ་པོ་རེད་མ་གཏོགས་ཅིག་གིས་གཞན་པ་སེལ་ཐུབ་ཡ་ཡོད་མ་རེད་མི་འདུག་ཨ། ད་ང་ཚོ་མཐོང་གསལ་རེད་པ།

འོ་དེ་ཤུགས་རྟག་པ་རེད། སྔོན་གྱི་རྒྱལ་བ་རྣམས་ཀྱིས་དེ་བྱས་ནས་དེ་སེམས་ཅན་ལ་ཕན་པ་རེད། སངས་རྒྱས་བསྟན་པ་འདུག་སུས་ཕན་པ་རེད། བདེ་སྐྱིད་འདུག་སུས་བྱུང་བ་རེད། འོ། ད་དེ་ཚོ་བ་བ་བ་ཡལ་རུ་འདོད་སྐབས་དེ་ནས། ཉོན་མོངས་པ་ཤུགས་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་སོང་དེ་ནས་མི་གཅིག་གཅིག་གི་མགོ་སྐོར་དང་ཡ་མགོ་སྐོར་དང་དེ་ཁོ་ཚོ་རེད་དེ་ཚོ་རེད་ཡ་ཁ་བཏང་མ་ཁ་བཏང་ཁ་བཏང་ཟེར་བ་དེ་ག་ཚོད་རེད་ད་སྐྱོན་དེ་ཁོ་ཚོའི་སྐྱོན་རེད་དེའི་སྐྱོན་རེད་དེའི་སྐྱོན་རེད་ཟེར་བ་ཚོས་ཕར་བྱས་ཚུར་བྱས། གང་འདྲ་ཡང་རྙེད་ད་མི་འདུག་བ། འོ་དེ་འདྲ་ཡིན་དུས་གང་དུ་སྡིག་སྤོང་དགེ་ཕྲུག་གི་ཚུལ་ཁྲིམས་ད་ཆགས་ཆེ་ཚུལ་ཁྲིམས་གནས་ཆེ་དེ་རེད། སྡིག་སྤོང་དགེ་ཕྲུག་སྡིག་སྤོང་དགེ་ཕྲུག་དགེ་བ་སྒྲུབ་པ་དེ་ཤེས་རབ་ཀྱི་རྣམ་དཔྱོད་ཀྱི་ཤན། འོ་དེ་ཉམས་ལེན་བྱེད་དུས་ཆགས་ཆེ་ཚུལ་ཁྲིམས་གནས་ཅིག། འོ་ད་དེ་འདྲའི་ང་ཚོ་ག་འདྲའི་རྩ་ཆེན་པོ་དོ། ད་ནི་ལུང་པ་ཚང་མ་ལ་དེ་གྱིས་ནོ། ད་ལྟ་ང་ཚོ་ཐུབ་པ་དཔོན་ཤེས་པ་ཐུབ་པ་དཔོན་ཤེས་ཁོ་གར་བྱེད་ཅིག་བར་ང་ཚོ་དོན་ས་ག་ས་ཀར་ཐུབ་པ་དཔོན་ཤེས་ཅིག་ཅིག་རིང་མོ་བྲིས་ནས་ག་ས་ཀ་ཁྱེར་བ་ཅིག་གར་བྱེད་དགོས་རེད། དེ་ལ་ལོ་རྒྱུས་རྩ་ཆེན་པོ་བརྗོད་ཙང་ཐུབ་པ་དཔོན་ཤེས་ཅིག་བཀྲ་ཤིས་པའི་རིགས་ལྟར་མཚན་འགྲེལ་ཞིག་བར་བ།

དེའི་བཤད་མཁན་དེ་ཤེས་རབ་ཅིག་གིས་བཤད་མཁན་ཡོད་པ་རེད། དེའི་ཤེས་རབ་དེ་ཡང་དག་པར་བེད་སྤྱོད་བཏང་དགོས་ད། ཤེས་རབ་དེ་ང་ཚོས་དུ་བ་ཉོན་མོངས་ཅན་གྱི་ཤེས་རབ་དང་ཉོན་མོངས་མེད་པའི་ཤེས་རབ་དང་ཉོན་མོངས་ཅན་གྱི་ཤེས་རབ་དེ་རྟག་བརྟན་བཟང་ཆོས་ཀྱི་དཔལ་ན་མཛད་ད། དམག་རྒྱག་ཡག་གི་ད་དམག་ཚད་དེ་ག་འདྲ་བཟོ་དགོས་ད། ཤེས་རབ་ཡོད་རེད་པས་མ་བཟོས་པ། ང་ཚོ་བཟོ་ཐོ་ཡག་མ་བཟོ་ད།

ང་ཚོ་ཆོས་ཚུལ་བཞིན་དུ་ཉམས་ལེན་དག་རྡོ་སོན་ན་འདི་ལྟར་ཆོས་འཆད་ཉན་བྱེད་པའི་དགེ་བའི་རྩ་བ་འདིས་མཚོན་ཏེ། བདག་སོགས་འཁོར་འདས་ཐམས་ཅད་ཀྱི་དུས་གསུམ་དུ་བསགས་པའི་དུས་གསུམ་དུ་བསགས་པ་དང་ཡོད་པའི་དགེ་བའི་རྩ་བ་འདིས་ཀྱི་དེ་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་གོང་ནས་གོང་དུ་འཕེལ་བ་དང། དེ་ནི་ཕྱོགས་ཐམས་ཅད་ལ་དེ་ནི་བདེ་སྐྱིད་ཕུན་སུམ་ཚོགས་པ་འབྱུང་བ་དང་ནད་ཡམས་འཁྲུག་རྩོད་མེད་པ་དང། དེ་དེ་འཛིན་པའི་སྐྱེས་བུ་དམ་པ་གང་ན་སུ་བཞུགས་ཐམས་ཅད་ཀྱི་དེ་ནི་སྐུ་ཚེ་མཛད་ཕྲིན་རྡོ་རྗེ་ཁམས་སུ་བརྟན་པའི་རྟེན་འཐུང་འགྱུར་དང་སྨོན་ལམ་གནང་བར་ཞུ། འགྲོ་ཀུན་སྐལ་བ་ཇི་སྙེད་ཡོད་པ་དང་བྱས་དང་བྱེད་འགྱུར་དེ་བཞིན་བྱེད་པ་དང་བཟང་པོ་ཇི་བཞིན་རྟེན་འབྲེལ་བསགས། ཀུན་ནས་ཀུན་ཀྱང་བཟང་པོ་རེད་འགྱུར་རོ་ཅིག།

ཡུམ་ཡང་དག་གི་ལྷ་མོའི་རྒྱབ་ཏུ་ཡང་དུ་དགའ་བ་རང་གིས་མཐོང་ནས་བསྒོམ་པར་བྱ། བ་ངན་པའི་གཡེང་བ་ལ་ཡུམ་དྲན་པས་ལྷ་མོའི་རྒྱབ་ཏུ་གསོད་རང་རྒྱུ་གཉིས་མེད་ཡེ་ཤེས་ལ་གཉིས་སུ་འཛིན་པས། ཇི་ལྟར་སྤྱད་ཀྱང་འཆིང་བ་ལ་ཐུགས་གཉིས་མེད་ཀྱི་ལྷ་མོའི་རྒྱབ་ཏུ་ཡང་དག་གི་དོན་ལ་འཇུག། རྒྱུ་འབྲས་ཀྱི་རྟེན་འབྲེལ་མི་ཤེས་པ།